ང་ཚང་མ་ལོག། ཤུགས་རྒྱབ་ནས་ཧུར་ཐག་པ་ཐག་བཅག་རེད་དཔེ་གལ་ཆེན་པོ་རེད། ད་ག་མིན། དབུས་ཀྱི་སྒྲིག་འཛུགས་ལ་ཡོད་བསྡད་ངེས་ཚུལ་ཡིན། ཧུར་ཐག་བཅག་གལ་ཆེན་པོ་རེད་དེ་འཛིན་སྐྱོང་གི་ལས་ཀ་བྱེད་མཁན་ཡིན་ནའི་འདྲ། སྤྱི་འཐུས་ཀྱི་ལས་ཀ་བྱེད་མཁན་ཡིན་ནའི་འདྲ། གང་ལྟར། རྒྱུ་འབྲས་སྤངས་པའི་ངོ་བོ་སྨྲས་པ་ཞིག་དགོས་ཀྱི་རེད་མ་གཏོགས། ཅེས་ཀྱི་བསམ་བློའི་ནང་ལ་གཞན་ཞིག་གིས་དམིགས་ཡུལ་གཞན་ཞིག་གིས་ཁ་ནས་གཞན་ཞིག་བཤད་གཡོ་སྒྱུ་སྐྲག་སྐྲག་བྱས་ནས་ཕྱིན་པ་ཡིན་ན་ནོར་འཁྲུལ་རེད། ང་ཚོ་འཛམ་བུ་ནས་འདི་གང་ལ་ཡ། ཅིག Politics ལས་པའི་ཁ་ཐུག་ཡ། Dirty Politics ཟེར་ནས་མིས་བཤད་བསྡད་ཡ་དེ།

མོ་ཁོག་དེ་དེ་བཤད་ན་འགྲིག་མ་ཟིན་ཕར་དཀའ་ཡག་ཡོག་མ་རེད་ང་རང་ཚོས་དེ་འདྲས་ཀྱི་བཤད་ཡག་གཞི་མེད་པ་ཅིག་ང་རང་ཚོས་བྱེད་དགོས་རེད་སོ་སོའི་རང་ས་ནས་དངོས་གནས་ཅིག་ངོ་གནོང་མི་དགོས་པ་ཅིག་གི་བསམ་པ་རྣམ་དག་ཇི་ལྟར་མིས་བཤད་ཡག་གཞི་བསྡད་ཀྱི་མ་རེད་གལ་སྲིད་བཤད་ཉན་བྱུང་ནས་དེ་དག་ཟིལ་བྱེད་ཡག་དག། གསལ་བཤད་བྱེད་ཡ་ཡོང་གི་རེད། ང་རང་ཚོའི་ངོས་ནས་ཨེ་ནི་ཅེས་ལྐོག་ཏུ་མོས་བྱེད་ཡར་ཕྲན་བུ་ཕྲན་བུ་བྱུང་པ་ཡིན་ན་མི་ཡིས་ཤེས་གི་རེད་ལ་མི་ཡིས་མཐོང་གི་རེད་མཐོང་བ་ནི་ཞིག་ཤེས་གི་རེད་ཨེ་ནི་བཤད་པ་དེ་སོ་སོ་ཞུགས་ཏེ་ངོ་ཚ་ཁ་སྐྱེངས་བྱེད་བསྡད་ཡ་ཞིག་མ་གཏོགས་ཡོང་ཡ་ཡོད་མ་རེད་ཚེ་དེ་འདྲས་ཡིན་དུས་ང་རང་ཚོ་ཚང་མ་ལོག་གི་ཞིག་དངོས་གནས་ད་བོད་བོད་ཀྱི་མིང་རུ་ཡོང་ཡ་དེ་སངས་རྒྱས་ཀྱི་ཆོས་ནས་ཡོང་གི་ཡོད་རེད། བྱམས་བརྩེའི་བསླབ་བྱའི་ཐོག་ནས་ཡོང་བསྡད་ཀྱི་ཡོད་རེད། བྱམས་བརྩེའི་གོམས་གཤིས་ཐོག་ནས་ཡོང་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་དུས་ཙང་ནས་ང་རང་ཚོས་ཅིག་ཆོས་དང་འཇིག་རྟེན་གང་དང་གང་བྱས་པ་ཡིན་ན་ཡང་ཅིག་དངོས་གནས་ཅིག་བྱམས་བརྩེའི་ར་བ་ལས་མ་འགོང་བ་ཅིག་དང། ཡོད་རབས་དང་དྲང་བདེན་ལས་མ་འཁྱོག་པ་ཞིག་དང་མ་འགོང་བ་བྱས་རེད་དཔེ་གལ་ཆེན་པོ་རེད་ཤག་ཟེར། ཨ་ད་པོ་ཏོ་ང་ཚོ་ཆེ་ས་ནས་ཡ་ཐག་ཆོད་ཟེར་བ་རེད་གན་ནས་བསྡད་པ་ཡིན་ནའི་ད་ཡ་ཐག་ཆོད་རེད་ཡིན་ནའི་ད།

སྤྱི་ཚོགས་མིའི་སྤྱི་ཚོགས་ནང་ལོགས་རེ་ཡ་བདེ་སྐྱིད་ཡོང་ཡག་གི་རྒྱུ་མཚན་གཅིག་དེ་མི་ཚང་མ་དངོས་གནས་གཅིག་གི་དང་རང་དབང་འདྲ་མཉམ། ཁྲིམས་ཀྱི་དབང་བསྒྱུར་བདེ་བ་དེ་འདྲ་ཞིག་གི་འོག་ནས་དང། འཚོ་ན་འཚོ་ཡག་འཚོ་སྡོད་བྱེད་ཐུབ་ན་སྐྱིད་པོ་ཡོང་ཡག་རེད། སོ་སོའི་འཕྲལ་སེལ་གྱི་ཅིག་ལྟོ་གོས་དང་མཐུན་རྐྱེན་ཨོག་སུ་ཡོད་པ་ཡིན་ན་ཡང་གང་ལྟར་སྤྱི་ཚོགས་དྲང་བདེན་མེད་ལྟས་ངན། ཨེ་ནི་འབུ་ཕྱི་ཆུང་སུས་དབང་ཡོད་ཤུ་ཤོག་དེ་འདྲ་ཞིག་གི་ངང་ལ་ཡ་བདེ་བདེ་བའི་སྤྱི་ཚོགས་ཅིག་ན

དགེ་སྡིག་གི་དང་ལས་འབྲས་ཀྱི་གཞི་ལ་བཞག་པའི་ཨེ་ནི་ལས་འབྲས་ཀྱི་བླང་དོར་གཞི་ལ་བཞག་པའི་སྐུ་ཁྲིམས་བཤད་ཡོད་འདུག་ཙང་ནས་དངོས་གནས་ཞིག་ད་ཡ་རབས་སྲུང་སྐྱོབ་བྱེད་ཡག་གི་སྐུ་ཁྲིམས་ཆགས་བསྡད་ཀྱི་ཡོད་རེད་ས་དེ་འདྲས་ཡིན་དུས་ང་རང་ཚོ་དེ་ཡང་ད་ཡོད་བསྡད་པའི་ཆེད་ཀྱི་ད་གང་ལྟར་ག་གཟུགས་རེད་ཅིག་བཙན་བྱོལ་བའི་གནས་སྐབས་ཀྱི་ང་ཚོ་སྒྲིག་གཞི་ཁྲིམས་ཡིག་རུ་ཅིག་བཟོས་ཤེས་པ་དེ་ཡིན་དུས་རྩ་བའི་ལྟ་བར་འདི་ཅིག་གིས་ཆེད་ཡོང་བསྡད་ཀྱི་ཡོད་རེད།

ལས། ཀ་ཚ་ལས་ཀྱི་རྣམ་པར་སྨིན་པ་བསམ་མི་ཁྱབ་བརྩེ་བའི་བདག་ཉིད་ཅན་ཡང་དུད་འགྲོར་འགྲོ་བཞིན་སོང་བ་ན་གཞི་བྱས་ནི་གང་དག། བསམ་པ་ཟབ་པོ་བྱང་ཆུབ་སེམས་ཡོད་དེ་ངལ་རྩོལ་ཡས་ཤིག་སོ་སོའི་ལས་འབྲས་རྙོག་པ་ཡིན་ན་ངན་སོང་གི་གནས་ལ་ལྟུང་ཡག་གི་གནས་ཚུལ་གསུངས་བསྡད་ཀྱི་ཡོད་རེད་བསམ་བ་ད་འདི། གང་ད་རི་སྐྱེས་སྲས་ནོར་གྱི་ཁ་རྒྱུན་བཤད་པ་ནང་བཞིན་གང་དག་ཅིག་ཁྲིམས་ཀྱི་འོག་ལ། མི་རྒྱུ་ཆེ་ཆུང་དང་དབང་ཆེ་ཆུང་དང་སྒོ་བདེ་ལོད་སྐད་ཅིག་ཡོད་མ་རེད་ཚང་མ་ལོ་རྒྱུ། སྒོ་རྒྱ། ང་ཚོ་བཙན་བྱོལ་བ་ཆགས་ཞེ་ན་སྒོ་རྒྱ་བར་པ་ཞིག་ནས་བཟུང་བ་ཞིག་གིས་ཡོངས་རྫོགས་ལོ་ཁྲིམས་ཀྱི་ཐོག་ལ་གནས་སྟངས་གཅིག་གྱུར་ཡིན་དེ་བ་ད་དེ་ང་ཚོ་ལས་འབྲས་ཀྱི་ཐོག་ནས་བཤད་ཞེས་པ་དང་གཅིག་པ་གཅིག་པ་རེད་དེ་བ། རྒྱ་བར་པ་ཞིག་ཡིན་ཚེ་ནས་ལས་འབྲས་རྙོག་ན་རྙོག་ཐུབ་ཡག་ཅིག་མེད་པ་རེད། སྒོ་རྒྱ་བར་པ་ཞིག་ནས་བཟུང་བ་ཞིག་ང་ཚོ་ཡོངས་རྫོགས་ལོག་གིས་དངོས་གནས་ཅིག་རང་བློ་རང་ལ་ལྐོག་ཏུ་མ་གྱུར་པ་ཡིན་དུས་སོ་སོ་སོ་སོ་དཔང་པོ་ཕེ་ར་ཅིག་གིས

ས་དེ་འདྲ་ཡིན་པ་ཡིན་དུས་ཚར་ནས་ཉམ་ཐག་སྐྱོ་བོ་དེ་ཡོད་དེ། ད་དངོས་གནས་རང་ཅིག་མིས་མི་ལ་དབང་ཡོད་བཤད་པ་ཡིན་ན་ད་ང་ཚོ་ཁྲིམས་ལ་གཏུགས་ས་ཡོད་བསམ་པ་ཅིག་ང་ཚོ་ཁྲིམས་ཀྱི་ཐོག་ནས་ང་ཚོ་མགོན་སྐྱབས་ཡོད་ཁྲིམས་ཀྱི་ཐོག་ལ་ང་ཚོ་འདྲ་མཉམ་ཡིན་བསམ་པའི་སྤོབས་པ་སླེབས་ཐུབ་ཡག་ཅིག་ད་གནད་འགག་དེ་སླེབས་ཐུབ་པ་ཅིག་བྱས་ན་དཔེ་གལ་ཆེན་པོ་རེད་བཞག། ད་ཆ་དེ་འདྲ་ཡིན་པ་ཡིན་འདུག་ས་ནས་ང་རང་ཚོས་ད་འདི་ཁྲིམས་ཞིབ་ད་འདི་དེ་དབུས་ལ་ཡོད་དེ་བ་དེ་ཅི་གོ་གི་འགྲིག་གི་མི་འདུག་ད་ས་གནས་ཁག་ལ་ཡ་གཅིག་གང་ད་གཅིག་མི་མང་ཚང་མ་ལོག་གི་གཅིག་སོ་སོ་ལ་ཡ་གཅིག་སུ་ཞིག་གི་སུ་གང་ཡང་རུང་བ་ཞིག་གི་མ་དྲང་མ་འཚམ་མ་འོས་པའི་གནས་ཚུལ་བྱེད་མཁན་བྱུང་ན་ད་དེ་དག་ཁྲིམས་ཀྱི་ཐག་ནས་ངས་དེ་བདེན་པ་མཐར་བསྐྱལ་ནས་ཁྲིམས་ལ་གཏུགས་ས་ཡོད་བསམ་པའི་དགའ་སུག་རེ་སྤུ་གི། གནད་འགག་རེད་འདུག་ད་ཚང་མའི་བློ་ལ་ཡང་ཤེས་ཐུབ་པ་ཞིག་སྒུག་འདུག་ཨེ་འདི་ལྟ་རྟོག་བྱེད་མཁན་ཅིག་དགོས་ཡ་དེ་གལ་ཆེན་པོ་ཞིག་རེད་ཤག་ཨེ་འདའ་ང་ཚོ་ཅིག་གཞེན་སྐུལ་གཅིག་འཇོག་རོགས་ཨ་ད་རི་ཁ་ཅིག་འགོར་བ་ཚོགས་འདི་ཚོས་རེད་དེ་ཁོ་དཀའ་ངལ་རེད་གང་ལྟར་ཞིག་གཞིས་ཆགས་འདིའི་ནང་གི་མི་མང་ཅིག་གིས་གཞེན་སྐུལ་ལ་གལ་སྲིད་ཅིག་ཁམས་ཕྱུག་རྒྱག་དགོས་བྱུང་ན་ཨེ་ནི་གཞེན་སྐུལ་འདི་ཁྲིམས་ཀྱི་ལས་ཀ་མཉམ་འདོགས་བྱ་དགོས་བྱུང་ནའི་དེའི་དཀའ་ངལ་ཅིག་རེད་ས་དེ་འདྲ་ཡིན་པ་ཡིན་དུས་ཚང་ནས་ད་འདི་གནད་འགག་ཞིབ་པོ་ཞིབ་པོ་ཅིག་གིས་ད་མི་སྐྱོ་བོ་དེ་ཡིན་ཏེ། གང་དག་ཅིག་མགོན་དང་དཔུང་དང་གཉེན་དང་སྐྱབས། ཁྲིམས་ཀྱི་ཐོག་ནས་མ་བྱས་ཐུ་ཡག་ཅིག། འདི་ལག་ལེན་གྱི་ཐོག་ནས་བྱེད་དགོས་ལ་གཉན་ལ་མིའི་བསམ་བློའི་ནང་ལ་ཡ་འདི་ཆ་ཚང་སླེབས་ཐུབ་པ་བྱུང་ན་ཁྱད་པར་མེད་འགྲོ་བསམ་ང་འདི་དྲན་གྱི་ཡོད་རེད་ཤེས་སོང་ང། ཞེས་བསམ་བ་དང། ང་དེའི་དུས་ད་གཟོད་ང་རའི་བསམ་བློ་ནང་ལ་ཡོད་བསྡད་པ་དང། ཨ་ནི་ང་རས་ནམ་རྒྱུན་ཅིག་བསམ་བློའི་ཁེར་ཚུར་གྱིས་ཏེ་ཁྱེད་རང་ཚོ་ད་ན་ཚ་བྱས་ཅིག་བཤད་སྣང་བསམ་དྲན་པ་རེད་ཨེ་ད་ཕྱོགས་མཐའ་ནས་ཡོང་བསྡད་པ་ཁྱེད་རང་ཚོ་འདིས་ཏེ་ང་ཚོ་དུས་དུས་ལ་མ་གཏོགས་ཐུག་གི་ཡོད་མ་རེད་ད་དེ་རེ་དེ་རུག་རུག་བྱས་ཅིག་ཐུབ་པ་ཡིན་དུས་ཙང་ནས་ཨོ་ད་ང་འདི་ཅིག་བཤད་སྣང་བསམ་བསམ་ཚུལ་འདི་ཡིན་ཤེས་སོང།